ཨོ་བཀྲ་ཤིས་བདེ་ལེགས། ཨ་ནི་ད་ང་ཚོ་བུ་ལོན་དཔེ་མཛོད་ཀྱི་ནང་ནས་ད་ང་ཚོ་དཔེ་ཆ་དེ་ཚོ་གི་གནས་ཚུལ་ལ་རྒྱུས་ལོན་བྱེད་སྟངས་ཀྱི་མཚམས་ནས་ངོ་སྤྲོད་རྩིས་བྱེད་ཀྱི་ཡིན། ད་དང་པོ་ང་ཚོ་གི་འདི་གི་བརྗོད་བྱ་གང་དགོས་ན་རང་གི་དོན་བདེན་པ་འདེབས་ན་ཆོག་ཡོད་རེད་ཡིན་ན་ངས་དཔེ་མཚོན་གྱི་ཆེད་དུ་དང་པོ་དབྱིན་ཇི་དེ་གི་ནང་ནས་ཅིག་བལྟ་ན་ད་དབྱིན་ཇི་གི་དེབ་ཆ་ཚང་ལྷག་ཡོད་མི་འདུག་དབྱིན་ཇིའི་ནང་ཡིན་ན་ཁོ་རང་གི་ཨ་ནུའི་དང་པོ་གཉིས་པ་གསུམ་པ་བཅས་གཉིས་ད

དཔེ་མཚོན་གྱི་ཆེད་དུ་རྟ་འདི་དང་པོ་དེ་དག་ཅིག་ནས་ནི་ང་ཚོས་ཅིག་བལྟ། ཧོ། འདི་རྟ་འདི་དཔེ་ཆ་འདི་ཡིན་ན་ཁོ་རང་གི་མིང་ན Tommy's Family ཟེར་ན་རྟ་གྲངས་མེད་གི་རྟ་ཁྱིམ་མི་ཟེར་ན་འདྲ་ནང་མི་ཟེར་ན་འདྲ་བཟའ་ཚང་ཟེར་ན་འདྲ་ད་ལྟ་རེད་འདུག་དེ་རྗེས་སྐད་རིགས་གསུམ་གྱི་ནང་ང་ཡོད་པ་དང། ཨ་ཡོད་རེད། དེ་ནས་རྟ་དེའི་འོག་ལ་ལྟ་བ་ཡིན་ན་ཁོ་རང་གི་ཆ་ཆུ་འདྲ་བོ་དེ་སྒྲ་སྒྲ་ཡོད་རེད། དེ་ནས་དེ་ལ་ཡང་ང་ཚོ་གི་ཏུང་ཧྭ་ཕན་ཟེར་གོ་རྒྱུ་དག Comic Book ཟེར་རྒྱུ་དག་དེ་དེ་ཡང་འདུག་ཟེར་གྱི་འདུག་ཨ་དེ་རེད། དེ་ནས་འདིའི་འོག་ནས་ལྟ་བ་ཡིན་ན་ད་ང་ཚོ་གི་བདག་དབང་ཟེར་ཡང་འདྲ་པར་གི

རྡོ་གོང་དང་དེ་ནས་འདི་ཚོ་ཚང་མ་དེ་ང་ཚོ་གི་ཡིག་སྒྱུར་བྱས་པ་ཡིན་ན་ཡང་བསྐྱར་ཡར་འདི་དྲ་རྒྱ་འདིའི་སྒང་ལ་བཞག་རྒྱུ་ཡིན་ན་བ་འདི་ཚོ་ངེས་པར་དུ་འགོད་དགོས་ཀྱི་ཡོད་རེད་རྒྱུ་མཚན་གལ་སྲིད་ན་ད་ང་ཚོ་གི་འདི་གི་སི་སི་ཟེར་རྒྱུ་དེ་ཚེ་འཐེན་སྐོར་བྱུང་ཡོད་འདི་ན་འདི་ངེས་པར་དུ་འཇོག་དགོས་ཀྱི་ཡོད་རེད། དེ་ནས་ད་འདི་ཁྱེད་རང་གི་ལྟ་དགོས་ཀྱི་ཡོད་ན་འདི་འདི་སྒང་ལ་ཅིག་བསྣན་ན་ཡང་ད་འདི་སི་སི་ཟེར་རྒྱུ་གི་ནང་ང་རང་གི་ག་རེ་ག་རེ་ཅིག་ཆོག་གི་འདུག་ག་རེ་ག་རེ་ཅིག་ཆོག་གི་མི་འདུག་ཟེར་རྒྱུ་གི་དེ་གི་འགྲེལ་བཤད་ཚང་མ་འདི་ནང་ལ་ཡོད་རེད།

ཡོད་མེད་འདི་རང་གི་ཚད་གོ་གི་རེད་དགྲ་ཡོད་ས་དང་མེད་ས་ཅི་རིགས་རེད་འདི་གི་ཚང་མ་ལ་དགྲ་ཡོད་པའི་ངེས་པ་ཡང་ཡོད་མ་རེད། དེ་གཅིག་དེ་ནས་འདི་ལ་གློག་ཟེར་རྒྱུ་ནང་ཡོད་ན་ང་ཚོ་དྲ་ལམ་ནས་གློག་ཆོག་ཡོད་རེད་ཟེར་དེ་ནས་འདི་གློག་ཆོག་ཡོད་རེད་དེ་ནས་འདི་ཡིག་སྒྱུར་ཟེར་ར་འདུག་ཁྱེད་རང་གི་སྐད་ཡིག་ནང་ཡིག་སྒྱུར་ཅིག་ཟེར་ར་དེ་ནས་ཡང་བསྐྱར་མཉེན་ཆས་སུ་ཕབ་ལེན་བྱེད་དགོས་ཀྱི་ཡོད་རེད་དེ་གི་མཉེན་ཆས་ཕབ་ལེན་བྱ་སྟངས་ད་ངས་སློབ་ཚན་རྗེས་མ་ནང་ནས་ངོ་སྤྲོད་བྱེད་ཀྱི་ཡིན་འདི་དཔེ་ཀློག་བྱ་སྟངས་དེ་སྨན་རྗེས་མ་ནང་ནས་ངོ་སྤྲོད་བྱེད་ཀྱི་ཡིན། དེ་འདྲ་ཡིན་དུས་ན་ཏང་གིས་ག་ལ་དགོས་རོགས་ཟླ་བསྐྱེལ་གཏང་གི་དཔེ་ཆ་དེ་ག་ནས་ཚུར་བརྒྱུད་ལོང་བྱ་གཏང་གི་ངོ་སྤྲོད་དེ་དེ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་རྗེ་ཆེ།